སེ་ར་བྱེས་གྲྭ་ཚང་གི་དགེ་བཤེས་ལྷ་རམས་པ་དགེ་བའི་བཤེས་གཉེན་ཆེན་པོ་རྒན་ཡ་མ་རིན་ཆེན་མཆོག་གི་ཐུགས་དང། རྩེ་གཉིས་བཟུང་ནས་ལྟ་བ་དོན་ཆེན་སྤོང་མི་ཤེས་སྟོང་པའི་ཕྱི་ནང་བསྟན་མཛད་པའི་དགོངས་དག་དེ་ལ་ཤངས་ཚ་ལོ། ས་སྟེང་རྒྱ་སྟེང་ཡོངས་རྫོགས་ཀྱི་མངའ་བདག།

གདན་ས་ཆེན་པོ་དཔའ་སྡེ་འབྲས་དགའ་དཔོན་པོའི་སྡེ་ཡི། མཁན་མོ་བློ་བཟང་ཞི་བའི་གླིང་གི་རྒྱལ་བའི་གོ་ཐལ་དུ་འབྲེལ་བའི། རིས་མེད་མཁས་པའི་བགྲོ་གླིང་ལ་ཆེད་དུ་ཕེབས་པའི། གཙོ་གཞོན་བ་དགོང་མོ་སྐྱ་རྒྱལ་མཁས་བཙུན་རིན་པོ་ཆེ། རྗེ་བཙུན་བློ་བཟང་རྒྱ་མཚོའི་མཆོག་དང། གཞན་ཡང་ཀི་ཀྱཱ་རྣོ་རྒྱ་གྲྭ་ཚོགས་ཀྱི། རྒྱལ་གཅེས་མཁས་རམས་པ་ཆེ་མཆོག་གིས་དབུས་པའི་ཨ་ནི་ཀ་རང་བྱུང་དགེ་བའི་བཤེས་གཉེན་རྣམ་པ་དང། ཨ་ནི་རི་ལང་མ་ཡུལ་ལྷོ་གཉེར་བ་ཡོངས་ལ་ཐོག་མར་དེ་ལ་མཛའ་བཤེས་བརྩེ་བའི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞེས་བྱ་ཡ་ཡིན། དེ་ནས་ད་དེ་རིང་ངས་རྒྱལ་གཅེས་དེ་མཁན་མོ་བློ་གསལ་ཞི་བའི་གླིང་གི། གནོང་བའི་ཁེ་ཨ་ནི་རྒྱལ་སྤྱི་དེ་ད་ལྟ་ཤེས་རྒྱུད་ལས་ཀྱི་དགེ་བ་ལས་བདེན་པ་མཐོང་བའི་གྲོང་ཁྱེར་གྱི་སྟོང་ཉིད་མཐོང་བ་ཅི་ཞིག་བྱ་ཞེས་པའི་བཀའ་ཆེ་ཨ་མ་ཐང་ཆུང་བའི་ལུས་ཀྱི་ཐུན་མོང་དང་ཐུན་མོང་མ་ཡིན་པའི་ཉོན་མོངས་ཀྱི་ཉི་རྩེ་དང་ཨ་ནི་ཕྱིས་ཀྱི་དྭངས་རྩེ་ཉེར་འབྲས་ཡིན་མིན་གྱི་སྐོར། ཨ་ནི་ཐ་བ་ཐོགས་པ་ལ་ཨ་ནི་ཨ་མའི་ཐ་བ་ལྟ་བ་ཐ་དུས་དེ་རྟོགས་དགོས་མི་དགོས་ཀྱི་སྐོར་ལ་ཨ་ནི་ལུས་རིགས་ཀྱི་ཁུངས་དུ་བཞག་ནས་ཨ་ནི་དཔྱད་རྩོམ་ཞིག་མཛད་དགོས་ཀྱི་རེད་ཟེར་ནས་དེ་འདྲའི་ཞིག་བཀའ་ཕེབས་འདུག་དེ་ཡིན་དུས་ལ་ད་འདི་རྒྱལ་སྤྱི་འདིའི་ཐོག་ལ་ཨ་ནི་རྩ་བའི་གི་ས་བཅད་བཞི་འདྲ་བོ་ཞིག་ཐོག་ནས་མ་བཤད་ཆོག་ཡེ་ཨ་ནི་ས་བཅད་བཞི་དེ་ཨ་ནི་ག་འདྲའི་ཞིག་རེད་ཟེར་ན། ནས། ད་དུང་པོ་དེས་ང་ཚོར་གཤེགས་འཇུག་གི་ནོར་ལུག་ལ། བདེན་པའི་མཐོང་བ་གྲོང་ཁྱེར་གྱི་སྟོང་ཉིད་མཐོང་བས་ཅི་ཞིག་བྱ་ཞེས་པ་ནས། སྟོང་པ་ཉིད་དུ་བྱ་བའི་ཚེ་འགོག་པ་ལྷ་ཡང་ཤེས་ཀྱི་དེ་འདི་ཤེས་མེད་པའི་སྙོམས་འཇུག་ཅིག་དེ་བས་སྟོང་ཉིད་བསྒོམ་པར་བྱ་ཞེས་པའི་བར་གྱི། རྩ་བའི་གི་ཤོ་ལོ་ཀ་དགུ་ཡི་རེད། དེའི་འདི་ལ་ད་ལྟ་ངས་གཙང་ཤུགས་དེ་རྒྱས་ཀྱི་དེ་ད་རྩ་བའི། ཤོ་ལོ་ཀ་དགུ་དང་འདྲ་བ་ཆགས་བསྡད་པ་ཞིག་དེ་འདྲ་ཞིག།

སྟོང་ཉིད་རྟོགས་བགྱིད་པ་དེ་ནི་ལུང་དང་རིགས་པ་གཉིས་ཀྱི་སྒོ་ནས་བགྲོད་པ་འོག་ཏུ་དེ་འདྲའི་ཞེས་ཆོག་དེ་གའི་ད་དེའི་ནང་ལུགས་ལས་དང་པོ་དེ། ད་བཤད་འགྱུར་གྱི་ཚིགས་བཅད་བརྒྱད་དེའི་མ་དེ་བཤད་ཡོད་འདི་ལ་ནི་ཐོག་མ་དེ་ལ་ད་ང་ཚོ་རང་བྱེད་ཀྱི་མེད་པའི་སྟོང་པ་ཉིད་མ་མཐོང་བ་ལ་བསྙེན་པ་ནས་བཤད་པའི་བདེན་པ།

མཐའ་འཁྱོལ་བའི་ལུས་ནས་བཤད་པའི་རོ་བརྒྱ་མེད་པའི་སྟོང་པ་ཉིད་རྟོགས་པ་ལ་བགྱིད་པ་མི་འདུག་ཟེར་ནས་དེ་འདྲས་ཞིག་གསུངས་ཡོང་གི་རེད། ད་དེ་ལ་ནི་རོ་ལུས་ཀྱི་ནི་ལན་དེ་ལ་ག་འདྲས་རེད་ཟེར་ན། ད་དང་པོ་དེ་རོ་བརྒྱ་མེད་པར་རྟོགས་པའི་ལམ་དེ་སྲིད་པའི་འཁོར་བ་ལས་གྲོགས་བརྒྱད་ཀྱི་གྲོགས་བརྒྱད་དེ་གྲོགས་བརྒྱད་ཀྱི་ལམ་དེ་བསྒྲིབས་པ་དེ་ལ་ནི་ལུས་ཀྱི་བསྒྲིབས་པ་དང་རིག་པའི་བསྒྲིབས་པ་གཉིས་ཡོང་གི་རེད། དེའི་ནང་ལུས་ལས་ད་ཐོག་མ་དེ་ལུས་ཀྱི་བསྒྲིབས་པ་དེ་ད་ལྟ་བཤད་རྒྱུ་རྩ་བ་བྱས་ན་གང་ཞིག་ལུས་ལས་ལམ་འདི་ནི་མེད་པར་བྱུང་ཆེད་མེད་པར་སུན་བྱས་པ་ནས་ནི།

བཀའ་སྩལ། གཞན་ཉིད་འདས་པའི་ལྟས་ན་ན་རི་བརྒྱད་མཚུངས་ཀྱང་ཐར་བར་འགྱུར། དེ་ལ་ཡོད་དེ་ལ་འདྲ་གི་མ་རེད་ཉིད་དེ་དེ་གཉིས་ཀས་ཐེག་ཆེན་རྩལ་ཅན་ཡིན་ཕྱིར་དུ། ཁྱེད་རང་གིས་བོད་སྐད་ཚོགས་བརྒྱད་ཀྱི་བཀའ་ཁས་ལེན་དེ་ཐེག་ཆེན་གྱི་མདོ་སྡེ་དུ་སོགས་ང་དང་ཁྱེད་རང་གཉིས་ཀྱི་དཔར་རོ་ལ་དེ་ཚོགས་བརྒྱད་ཀྱི་བཀའ་ཡིན་པ་ཐུབ་མི་ཐུབ་ཀྱི་བརྩེ་བ་ཡལ་བ། དེ་ཡིན་དེ་ལ་དེ་མཚུངས་ཀྱི་མ་རེད། དེ་ལ་ཡོད་དེ་ལ་ཨ་ནི་ལུས་གཞན་ལ་ཡང་ཨ་ནི།

སྟོང་ཉིད་རྟོགས་པའི་ཤེས་རབ་ཏུ་ཕྲ་བ་ཡིན་ན་བསྟན་པའི་རྩ་བ་ཉི་ཐིག་སྒྲ་བཅོམ་པ་དང་སོར་ཨ་ནི་དན་སྟོང་པའི་དགེ་སློང་སེར་སྣ་འདྲ་ཨ་ནི་ཉོན་མོངས་སྤོང་པའི་དགེ་སློང་དུ་གཞོག་པར་དཀའ་བ་དག་སྟོང་ཉིད་རྟོགས་པའི་ཤེས་རབ་ཏུ་ཕྲ་བའི་ཕྱིར་འཆགས་ཏེ་ཨ་ནི་གདན་སའི་དམིགས་པ་གདན་རྩིས་ཀྱི་དམིགས་པ་དང་བཅས་པ་ཡིན་ན་ཨ་ནི་མྱ་ངན་ལས་འདས་པ་ཐོབ་པར་དཀའ་བའི་ཕྱིར་ཟེར་ནས་ཨོ་ད་དི་ཀའི་ཀྱི་སྒྲ་ཡོང་གི་རེད་ཨ་ནི་རིགས་པ་གཉིས་པ་དེ་ལ་བསྙེན་པ་ནས་བཤད་པའི་མི་རྟོག་ཚོགས་བཅུ་དྲུག་གི་ལོངས་ཚོགས་ཀྱིས་དགྲ་བཅོམ་པ་ཐོབ་ན་ཉོན་མོངས་པ་ནི་སྙན་བརྗེ་བ་སྤོང་པ་ཚོགས་ཀྱིས་ཀྱང་ཨ་ནི་དགྲ་བཅོམ་པ་ཐོབ་པར་ཐལ་བ་དེ། འོ་ཐ་དེ་འདྲའི་ཤའི་དོགས་ནི་རིག་པ་གཉིས་པ་དེ་རེད། དེ་ལ་ཤེས་འཇུག་རྩ་བ་སོགས་ནི་ཉོན་མོངས་མེད་ཀྱང་དེ་རྟོགས་ལ་ལས་ཀྱི་ནུས་པ། ཉོན་མོངས་སྤོང་པའི་གྲོགས་ན་དེ་དེ་མ་ཐག་ཏུ་དེ་འགྱུར་རོ། འོ་དེའི་དོགས་ནི་བཀག་ཡོང་གི་རེད་དེ་ཡིན་དེ་ལ་ཉོན་མོངས་སྤོང་པའི་གྲོགས་ན་དེ་ཟེར། སྔན་མ་གཉིས་ནས་བཤད་པའི་ལང་ཚོ་སྒོམ་པ་ལ་བརྟེན་ནས་སྔན་མ་གཉིས་ནས་བཤད་པའི་ཉོན་མོངས་སྤོང་ཡོང་དེ་ལ་དགྲ་བཅོམ་པའི་འབྲས་བུ་ཐོབ་པ་ཡིན་ན།

བྱས་ཙང་ཉོན་མོངས་སྤོང་པའི་གྲོགས་ན་སེ་ཡ་སྟེ། སྙེ་མ་གཉིས་ནས་ཤེས་པའི་ཉོན་མོངས་དེ་སྙེ་གཅིག་ཏུ་སྤོང་པའི་དེ་མ་ཐག་ཏུ་ཨ་ནི་དགྲ་བཅོམ་པའི་འབྲས་བུ་ཐོབ་པ་ཐག་འགྲོ་ཡ་ཞིག་གིས་དེ་ཐོབ་བ་ཞིག་སྟོང་ནས་བཀག་ཡོང་གི་རེད། དེ་བཀག་ཡོང་དུས་ལ་ད་དེ་ལ་ད་ལྟ་དེ། ཀུན་མཁྱེན་མོ་ཕག་རིན་པོ་ཆེ་གིས་དེ་ལ་དགག་པ་ཞིག་གནང་བྱུང་ཡོད་རེད་བ། འོ་དེ་རེད་ག་རེད་ཟེར་ན། དེ། འདི་ལ་ཉོན་མོངས་སྙེ་གཅིག་སྤོང་བ་ཙམ་གྱིས་སྤོང་པའི་གྲོགས་ན་ཞེས་བཞོག་གི་ཅིག་དགྲ་བཅོམ་པའི་འབྲས་བུ་ཐོག་ན་ཞེས་བཞོག་བ་མི་འཐད་ཅེས་དཔེ་ལ་ལ་ལ་བཤད་ཅིག་རང་གི་ཞལ་འདེབས་དུ་ཁྲིམས་མཐུན་པར་འཁྲུལ་པ་གཙང་སྟེ་ཕ་རོལ་པོས་ཀྱང་ངན་ཇི་ལྟར་སྤོང་པ་ལས་འགྲོ་བ་མི་འདས་ཇི་ལྟར་ཐར་བ་དེ་འདྲའི་འབྲེལ་མེད་དུ་འགྱུར་ཞེས་ཟེར། དེ་ཡིན་དུས་ལ་བྱེད་ཙམ། ཉིན་མོ་ངན་ཇི་ལྟར་སྤོང་བ་ཟེར་ཏེ་ཕ་རོལ་པོ་གི་འདས་པ་ཆུད་ནས་ཡལ་མ་རེད། དེ་མེད་ཡིན་ཙང་དེ་འདྲའི་གི་ཐར་བ་དེ་འབྲེལ་མེད་ཆོག་འགྲོ་གི་འདུག་ཟེར་ནས་འོ་དེ་སུ་ཡོང་གི་རེད་དེ་ཡིན་དེ་ལ་ད་ལྟ་ང་ཚོ་བརྩེ་བ་བྱེད་ཡ་དེ་ཨ་མ་པ་དུ་ཉིན་ཐིག་འདི་གཉིས་ཀྱི་པར་རོགས་ལ་བརྩེ་བ་བྱེད་ཡ་དེ་གར་བརྩེ་བ་བྱེད་ཀྱི་རེད་བདེན་པའི་མཐོང་བ་གྲོ་འཇིགས་ཅིག་སྟོང་ཉིད་མཐོང་བའི་ཅི་ཞིག་བྱ་ཟེར་ནས་སུ་ཡོང་དེ་ལ་བྱས་ཙང་རྔན་པ་ནས་བཤད་ཕོད་ཀྱི་འདས་རྗེས་མུ་ཏོག་སུ་སྐྱུ་རུས་མཐོང་བ་ཙམ་གྱིས་ཉིན་མོ་ལས་བྲོ་བ་ཐག་འགྲོ་གི་འདུག་དགྲ་བཅོམ་པའི་འབྲས་བུ་ཐག་འགྲོ་གི་འདུག་དེ་ཡིན་དེ་ལ་སྟོང་ཉིད་རྟོགས་དགོས་ཡ་མི་འདུག་ཟེར་ཡ་དེ་བརྩེ་བ་གཙོ་བོ་དེ་རེད་བ། དེ་ཡིན་དེ་ལ་བྱས་ཙང་དེ་ལ་རུ་ལུས་ཀྱི་ལན་གར་བྱ་རེད་ཟེར་ན་རྔན་པ་གཉིས་ནས་བཤད་ཕོད་ཀྱི་ལོང་སྒང་ནས་སྙམ་པ་གཉིས་ནི་ཞེས་པའི་ཉིན་མོ་སྤོང་ཡུལ་དེ་ལ་ག་འདྲས་སུ་སྤོང་གི་ཡོད་རེད། སྙན་རྒྱུད་བ་རེ་ཞིག་སྤོང་བ་ཞིག་མ་གཏོགས་ས་བོན་དུ་བྱས་པ་དེ་སྤོང་ཐུབ་ཀྱི་ཡ་མ་རེད། བྱས་ཙང་དེ་འདྲའི་ཉིན་མོ་ས་བོན་དུ་བྱས་པ་སྤོང་བ་ལ་རུང་རྒྱུ་མེད་པར་རྟོགས་པའི་ལྟ་བ་དེ་དགོས་ཀྱི་ཡ་རེད་དེ་ཡིན་དེ་ལ་བྱས་ཙང་ས་བོན་དུ་བྱས་པ་དེ་སྤོང་མ་ཐག་ཡིན་ཙང་སྙན་རྒྱུད་བ་ཙམ་ཞིག་མ་གཏོགས་སྤོང་གི་ཡ་མ་རེད་དེ་ཡིན་དེ་ལ་དེ་སྤོང་བ་ཙམ་གྱིས་དགྲ་བཅོམ་པའི་འབྲས་བུ་ཐོབ་ན་ཨ་ནི་ཉིན་མོ་སྙན་རྒྱུད་སྤོང་དགོས་ཀྱི་དེ་མ་ཐོབ་ཏུ་དགྲ་བཅོམ་པ་ཐོབ་པའི་ཐ་བ་དེ་འོ་དེ་འདྲས་ཤིག་བཟོ་ནས་གཏོང་ཡུལ་འདི་ལ་ཨ་ནི་དེ་ལ་འབྲས་ཆོད་པོ་ཞིག་ཡ་རེད་དྲན་གྱི་འདུག་དེ་གཅིག་རེད་གཉིས་ལ་ད་གིན་གོང་དེ་ལ་ངས།

ག་རེ་རེད་ཟེར་ན་ད་ད་ལྟ་གོང་དེ་ལ་ཡིན་ནས་མ་ལ་བྱས་ཙང་དོགས་པ་སྐྱེས་དེ་ལ་དང་པོ་དེ་ལ་གོ་སོག་རུ་ཅག་ཐིབས་པའི་རྫས་ཀྱི་ཕུང་པོ་དང་ངོ་གཅིག་ཏུ་ཐ་དད་དུ་མེད་པས་སྟོང་བ་དང་བདག་མེད་དང་ཟེར་ནས་བདག་མེད་རགས་པ་ལ་བཞག་ནས་གསལ་བོ་ཡས་རེད་དེ་འོ་དེ་ལ་དེ་འདྲའི་གི་སྒང་པ་ལས་གོ་སོག་བདག་མེད་རགས་པ་ལྔའི་གསེར་དང་གསར་དུ་བཏུ་བ་དང་བཏུ་ཟོ་གང་པ་བྱས་པ་དེ་ཁོ་བོ་ཅག་མི་སྨྲ་བའོ་ཟེར་ནས་བྱས་ཙང་བདག་མེད་རགས་པ་ལ་བཞག་ནས་པས་གསལ་བོ་བཟོ་ནས་གསུངས་བྱས་རེད་དེ་ཡིན་ན་ཡང།

ག་རེ་གསུང་གི་རེད་ཟེར་ན་དེ་ལྟར་ཉིད་དེ་དེ་ཉིད་ཁྱེད་རང་གི་འདས་པའི་དགྲ་བཅོམ་པ་དེ་གའི་རྔན་པ་ནས་བཤད་པའི་ལོང་གོམས་པ་ཙོང་གི་རྔན་པ་ནས་བཤད་པའི་ཉིན་མོ་རྔན་ཆེ་བ་རེ་ཞིག་སྤུངས་པ་ཡིན་ན་ཡང་ཨ་ནི་ད་དུས་ཁྱེད་རང་གི་ག་རེ་ཟེར་གི་རེད་ཉིན་མོ་མེད་ན་ཡང་ལས་ཀྱི་དབང་གིས་ད་དུས་ཡང་སྲིད་ཀྱི་ཤེས་བ་ཕྱི་མ་ལེན་པ་དེ་མཐོང་གི་རེད་དེའི་རྩ་ཉིན་མོ་མེད་ཀྱང་དེ་དག་ལ་ལས་ཀྱི་ནུས་པ་མཐོང་བ་ཡིན་ཟེར་ནས་འོ་དེ་འདྲི་ཞིག་གསུང་ཡོང་གི་རེད་དེ་གསུང་ཡོང་དུས་ལ་དེ་རྩ་ཉིན་མོ་མེད་ཀྱང། ལས་ཀྱི་ནུས་པ་མཐོང་བ་ཡིན་ཟེར་ཏེ་བྱས་ཙང། ད་ད་ལྟ་ང་ཚོ་སྤྱི་སྟོང་ཡིག་གིས་ཉིན་མོ་སྤོམ་པའི་གྲོང་ན་ཟེར་ཏེ་ཉིན་མོ་སྤོམ་པ་དེ་ཕྱིར་ཉིན་མོ་སྤོམ་པ་ལ་བཞག་ན་ཁྲོ་བ་ཟེར་ཏེ་ང་ཚོ་ཁོ་བོའི་གི་དུད་ཁང་ལས་ཁྲོ་བ་ཙམ་ལས་བཞག་ཐུག་གི་ཡ་མ་རེད་དེ་བཞག་མི་ཐུག་ཡིན་ཙང་ད་དུད་ཁང་ཐག་ཐག་ལས་ཁྲོ་བ་ཟེར་ཞིག་བཞག་དགོས་པ་ཞིག་ཆགས་ཡོང་གི་འདུག་བ་ད་དེ་ཅི་རེད་ཨ་དེ་བྱས་ད་དེ་ལ་རིག་པ་གསུམ་པ་དེ་ལ་ནི་ལས་དགོས་པ་དེ་རེད་རེ་ཤིག་ཉེན་ལས་སྲིད་པ་རྣམས་མེད་ཅེས་ངེས་པ་ཉིད་ཅེ་ན་ཟེར་ཏེ

དེ་འདྲས་མ་རེད། ཨ་ནི་ཁྱེད་རང་གི་པོ་ཡང་དེ་སྙན་པ་གཉིས་ནས་ཤེས་པའི་སྲེད་པ་དེ་རེད། བྱས་ཙང་སྲེད་པ་ལ་སྙན་པ་གཉིས་ནས་ཤེས་པའི་ཉིན་མོ་གཅིག་དང་དེ་མ་ཡིན་པའི་ཉིན་མོ་གཅིག་ཉིན་མོ་གཉིས་བཞག་ཆོག་གི་རེད། ག་རེ་ཟེར་ན་རྐུན་མོ་མ་རིག་པ་དེ་ལ་སྙན་པ་ནས་ཤེས་པའི་རྐུན་མོ་མ་རིག་པ་དང་དེ་མ་ཡིན་པའི་ཉིན་མོ་ཆེ་མ་ཡིན་པའི་མ་རིག་པ་ཞིག་གཉིས་ཁས་ལེན་གྱི་འདུག་ཨ་དེ་ཡིན་དུས་ལ་དེའི་ནང་བཞིན་སྲེད་པ་ལ་ཡང་གཉིས་བཞག་ཆོག་གི་རེད་ཟེར་ནས་འོ་དེ་དེ་སུན་ཡོང་གི་རེད།

འདིའི་བསད་པ་དེ་ཉིན་མོ་ཅན་མ་ཡིན་པའི་གི་བསད་པ་ཞིག་བསྟན་གི་རེད་མ་གཏོགས་ཉིན་མོ་ཅན་གྱི་བསད་པ་ཞིག་བསྟན་གི་རེད་ཟེར་ལ་ནི་ཡི་གེ་གི་དན་ལ་ཡང་མ་ཞུགས་པ་རེད་ཟེར་ནས་འོ་དེ་འདྲའི་བཟོ་ནས་འགོ་པ་གནང་ཡོང་གི་འདུག་དེ་ཡིན་དུས་ལ་བྱས་ཙང་དེ་འདྲས་བྱེད་སླ་བ་ཡིན་ན་ད་ང་ཚོ་གཙོ་བོ་དེ་ཉིན་དེའི་བདེན་གཉིས་གི་སྒྲ་ཁས་ལེན་པའི་གི་སྒྲ་བཅོམ་པ་དེ་སྒྲ་བཅོམ་པ་མ་རེད་དེ་ཁོ་བ་ལས་གྲོལ་བ་ཡང་མ་རེད་ཟེར་ལ་ཡོད་དུས་ལ་ད་ཁོ་བ་ལས་མི་གྲོལ་བ་མ་ཡིན་པའི་རྒྱུ་མཚན་རེ་འདྲི་བྱས་ལ་ཨ་ནི་ད་ལྟ་དེ་བསད་པ་མ་བུ་བའི་ཕྱིར་བསད་པ་མ་བཏུབ་པའི་ཕྱིར་ཟེར་ལ་ཡས་དེ་ཉིན་མོ་ཅན་མ་ཡིན་པའི་བསད་པ་བཞག་ན། ནི་ཞེས་ག་རེ་ལས་ཡོང་གི་རེད་ཟེར་ན། དགྲ་བཅོམ་པ་མ་རིག་འཁོར་བ་ལས་མ་གྲོལ་ཏེ། ཉོན་མོངས་ཆེ་མ་ཡིན་པས་སྲེད་པ་མ་ཐུབ་པའི་ཕྱིར། ཤི་དྲི་མ་སྤོང་བའི་ཕྱིར་ཟེར་ཡ་ཧེ་ཨོ་དེ་འདྲའི་ཁའི། འདྲི་བྱེད་ཅིག་སྐྱེ་ཡོད་དེ་ལ་དེ་འདྲི་བྱེད་དེ་ལ་འདྲེས་མེད་པ་ཞིག་དེ་འདྲའི་ཞིག་ཆོག་པ་ཞིག་ཨོ་དེ་འདྲའི་ཞིག་མཐོང་གི་འདུག་ཨོ་དེ་གཅིག་རེད། དེ་ནས་ད་ལྟའི་སྐོར་དེ་ལ་འཚོ་བའི་དཔྱད་ཀྱི་སྲེད་པ་ལྡོག་ཚུལ་དེ་ཚོ་མ་གཅིག་བཤད་རྒྱུ་རེད། ཀ་མ་གསུམ་གྱི་ནང་ལ་ཡེ་ནས་སྙིང་བསྡུས་བྱས་ནས་འཇུག་བྲིས་པ་ན། དེ་ཅིས་བྱེད་དེ་ནི་ད་ས་བཅད་གཉིས་པ་དེ། ད་ད་ང་ཚོ་དེ་རེད་ད་གཙོ་བོ་དེ་འོ་མ་ཐཱན་གྱི་བོད་ཀྱི་ལུགས་ཐུན་མོང་དང་ཐུན་མོང་མ་ཡིན་པའི་ཉོན་མོངས་ཀྱི་ངེས་འཛིན་ཟེར་ཡ་དེ་རེད་བྱས་ཙང་དེ་ཐུན་མོང་དང་ཐུན་མོང་མ་ཡིན་ཉོན་མོངས་ངེས་འཛིན་དེ་ལ་ཕྱི་སྟོང་གི་སེམས་དེ་ཉོན་མོངས་སྐྱེ་མ་ཡོང་རེད་སེམས་དེ་ཉོན་མོངས་སྐྱེ་མ་ཡོང་ཟེར་ཡ་དེ་ཚིག་དེ་ལ་བརྟེན་ནས།

དག་ཆ་ཞིག་སྤྱད་ནས་དེ་ལ་ག་འདྲི་ཞིག་བག་ཡོད་དུ་བལྟ་གིར་མ་གཏོགས་ལུས་མང་པོ་ཞིག་བསྒྲོན་ནས་དེ་བཤད་དེ་ན་ཐོག་ཆེན་མེད་པ་ཞིག་རེད་ད་མི་བྱེད་པར་འདས་པའི་ལུས་འདི་ཚོ་གོ་ཨ་ནི་ལུས་འདི་ཐུགས་མ་མ་ཡིན་འདས་ཆོག་དེ་བདེན་རྫི་མ་རེད་ལུས་འདི་ཐུགས་མ་མ་ཡིན་ཉོན་མོངས་ལས་བདེན་རྫི་ཡིན་དགོས་གི་མ་རེད་ཟེར་ངེས་དེ་གོ་རྒྱ་སྟེགས་ཀྱི་ལུས་མང་པོ་ཞིག་བསྒྲོན་ཡ་ཤེས་ཡ་རེད་འོ་དེ་གཅིག་རེད་ཡིན་ན་ཡང་ད་དེའི་ནང་ལུགས་ལས་ལུས་འདི་གར་སྲིད་གི་རེད་བདེན་ད་འདས་ཆོག་ལ་བཞོག་པ་དེ་ལ་ཨ་ནི་སོ་སོ་གིས་ལུས་འདི་ཐུགས་མ་མ་ཡིན་ཉོན་མོངས་ལས་བདེན་རྫི་ཡིན་དགོས་གི་མ་རེད་ཟེར་ངེས་དེ་ཡིན་དེའི་ཚེ་བདེན་ཚིག་ལ་གཞོག་པ་ཡིན་ན་འདི་ནོར་ལོར་ཤེས་མང་པོ་ཞིག་ཅིག་སྐྱེས་བྱ་ཡས་ཞེས་འགྲོ་མཁན་མེད་ག་ཞེས་འོ་དེ་རེད་དེ་ཡིན་ཚ་ད་ལྟ་ང་ཚོ་དེ་གར་ས་གཙོ་བོ་འཇུ་དཔེ་དཀྲི་ཆེན་ནོར་ལོ་ཚུལ་ལྡན་ཡིན་པའི་ཟས་དང་སོགས་ལ་ཚུལ་ལྡན་རྣམ་པ་ལྔ་ཚུལ་བཞག་ནས་འོ་དེ་འདྲ་བཤད་བསྡད་གི་འདུག་བ་དེ་ཚུལ་ལྡན་རྣམ་པ་ལྔ་ཚུལ་བཞག་བ་ཡིན་ན་དེ་ནི་དེ་མཚུངས་པ་ཞིག་གི་རེད་དེ་མཚུངས་པ་བཞག་ན་དེ་བཀག་ས་ལ་ཨ་ནི་ད་ལྟ་དེ་གར་ས་གཏུམ་མོས་ལ་བསྟན་པ་ཡོང་རྒྱུ་དེ་ཟས་དེ་བཀག་ས་ལ་རང་གི་ཚེ་ཡི་གྲགས་པ་འཛིན་པའི་གཏུམ་མོས་སྔན་དུ་སོང་བས་མཆོག་ཟུང་འབྲེལ་པའི་དན་ཡིན་ཟེར་ནས་གཏུམ་མོའི་དེ་ཁྱོགས་སོགས་ཀྱི་འདྲེ་བརྒྱད་ཀྱི་རྒྱུད་ལ་བཞག་བ། དེ་འདྲའི་ཚུལ་ཡོད་རེད། དེ་དག་གནོད་སྦྱིན་ལི་ལ་ལུས་ངག་ཇི་བཞིན་དུ་བསད་དེའི་ཁ་ཐོད་ལ། དེའི་གནོད་སྦྱིན་ཤེས་བྱ་རེད། གཉིས་པ་དེ་ལ་དེ་འདྲའི་ཁྱོགས་པ་དེ། རང་གི་ཡིད་ལ་བུ་གའི་བདེ་འབྲས་དུ་འཛིན་པ་ཡིན་ན། ཨཱ་ནི་རོ་ཡིས་བུ་གའི་བདེན་པ་འཛིན་པའི་གའི་འཛིན་སྟངས་ཁྱོགས་འགྲོ་གི་རེད། དེའི་འཛིན་སྟངས་ཁྱོགས་པ་ཡིན་ན། ཨཱ་ནི་ད་ལྟ་དེ། ཡིད་ལ་བུ་གའི་ཡིད་མང་པོ་ཁྱེར་བ་དེ་སྒྲོ་འདོགས་པ་དེ་ཁྱོགས་སྟོང་ཉིད་ཤེས་པའི་རྒྱུ་མཚན་མ་ཡིན་ཅེས་རེད་མ་གཏོགས་ཁྱོགས་སྟོང་ཉིད་ཀྱི་འཛིན་སྟངས་བསྟན་པ་མ་ཡིན་ཚེ་ནས་གསལ་བོ་གཅིག་ཡོང་བསྡད་ཀྱི་རེད། ད་གནོད་སྦྱིན་ཧེ་རོ་ཡིས་བུ་གའི།

ངོ་དེ་འདྲས་ཤིག་ཡིན་དེ་ཡིན་དེ་ལ་ད་གོང་ལྟར་ཆོག། དེའི་ཐོག་ནས་དེ་འདྲས་བཟོས་ནས་བདེན་རྩིར་བཞག་ན་དེའི་ཐོག་ནས་ད་དེ་ནས་མ་ད། དེའི་ཙོག་ཤུགས་ནང་མ་སྐད་བྱོ་ཡས་དེ་གཅིག་རེད་དེ་ནས་དེ་རྒྱལ་ཡ་སེ་སོགས་ཀྱིས་ལུས་དེ་ཐུན་མོང་མ་མ་ཡིན་པའི་ཉོན་མོངས་ངེས་འཛིན་ཡོད་དེ་ལ་གཙོ་བོ་བོད་ཀྱི་གཏུམ་མོའི་བདེན་རྩིས་ཀྱི་ཕར་གྲོངས་པའི་ཆ་ནས་ནི་དེ་འདྲས་བཟོས་ངེས་འཛིན་བྱས་ཡོད་དེ་མ་གཏོགས།

ཨེ་ད་ང་རང་གི་དུས་རྒྱུན་གྱི་ཅིག་ལྟ་བ་ཁྱེད་དང་འགྲོགས་བྱས་ན་བཙལ་ས་དྲི་བ་གཅིག་དང་ཡང་གཉིས་པ་གསུམ་པ་ལས་ཟུར་གཉིས་པ་གསུམ་པ་འདྲ་བོ་ཞིག་དྲི་བ་དང་ཡང་ཞིག་ལྟ་བ་དེ་ལ་ཡང་ནས་ཐ་ཇི་ཐུག་དགག་པ་བྱེད་ཀྱི་ཡོད་དེ་མ་གནང་བ་བྱས་ཡིན་ན་དྲི་བ་དེ་དང་འབྲེལ་ནས་ལན་གཅིག་རྒྱབ་ཏུ་འདིར་རེག་གི་མི་འདུག་ན་དེ་ལ་དྲི་བ་གཉིས་པ་དང་ཡང་གི་གོ་སྐབས་དེ་ཕུལ་གྱི་ཡིན་འོ་དེ་ཞུ་ཡ་ཡིན་དེ་ཡིན་ས་ཚང་མས་ཐུགས་ལ་བཞག་ནས་ནས་དྲི་བ་གནང་རོགས་གནང་ཞུ། ཨོ་ང་དྲུག་བདེ་ལེགས་ད་ལྟ་དེ་ང་དེ་བཀའ་འདྲི་ཞུ་ཡ་དེ། ཡང་ནི་རྒྱན་གྱི་རྩོམ་ཤོས་དེ་དག་ཤོག་གྲངས་སུམ་བརྒྱ་བཅོ་ལྔའི་ནང་ལོགས་ལ་ཡ། དག་ཡང་ནི་རྒྱན་དེའི་ནང་ལོགས་ལ་ཡ། ད་ལྟར་དྲི་བ་དེ་ས་བཅད་ཀྱི་ཐོག་ནས་ཟུར་བཅད་ངེས་ཏེ། ཨ་ལས། སུམ་བརྒྱ་བཅོ་ལྔ་བྱས་ས་བཅད་ད་དག་རྒྱན་གྱི་ལུགས་འདི་ཐུན་མོང་མ་ཡིན་པའི་ཉོན་མོངས་ཀྱི་དོན་གཅིག་ཁ་བདེ་རྫས་སྔ་ཕྱི་གཉིས་བཞག་ན་བྱ། ན་སོ། ག་རེ་ཟེར་ན། གྲངས་གཅིག་གི་ཆ་ནས་བྱ་ཡ་གཅིག་དང་གཉེན་པོའི་ཆ་ནས་བྱ་དང་གཉིས་བཞག་ན་འདུག་ཨང། དེའི་ཆེད་དུ་ཙམ་པ་ཨ་ནི་རྒྱན་གྱིས་ག་རེ་ཟེར་ན་ལུགས་འདིའི་ཐུན་མོང་མ་ཡིན་པའི་ཉོན་མོངས་ཀྱི་དོན་བཞག་ཡ་དེ་ལ་ཡང་ཨ་ནི་གཙོ་བོ་དེ་ག་རེ་ཟེར་ན། རང་རྒྱལ་དུ་བའི་རྫས་ཡོད་དུ་སྒྲུབ་པ་འཛིན་པའི་འཛིན་པས་དངོས་སུ་ཨ་ནི་མ་དྲངས་པར་གཙོ་བོ་རང་ངོ་ནས་སྒྲུབ་པ་འཛིན་པའི་འཛིན་པ་ལྟ་གང་ལུགས་འདིའི་བདག་འཛིན་གྱིས་དངོས་སུ་དྲངས་པའི་ཨ་ནི་ཕྱག་ཏུ་ཉོན་མོངས་གཅིག་ལ་ཡང་ཨ་ནི་འདི་བཞག་གོ་རེ་ཟད་གཅིག་དང་གཅིག་དེའི་བདག་གཉེན་པོའི་སྒོ་ནས་བཞག་ཡ་འདི་ཙམ་པ་རང་ངོ་ནས་སྒྲུབ་པ་རང་ངོ་ནས་སྒྲུབ་པའི་ལྟུང་བ་གཏོར་བའི་བློས་ཨ་ནི་ལ་ལྟོས་ནས་ཉེས་པ་སྤང་དགོས་ཡ་གི་བདག་ཉོན་མོངས་གཅིག་ལས་དེ་འདྲ་གཅིག་ནི་བསྲུང་བྱ་དེ་ཡིན་དུས་རྟ་ཁལ་ག་རི་ག་འདི་ཞུ་ཡ་ཟེར་ན། རང་སྐྱ་ཐུབ་པའི་རྫས་ཡོད་དུ་སྒྲུབ་པ་རྩིས་པའི་འཛིན་པ་ལ་ལུགས་འདིས་ཐུན་མོང་མ་ཡིན་པའི་ཉོན་མོངས་ཡིན་དགོས་ཀྱི་ཡོད་དམ་མེད་དང་གཅིག་བྱས། ཨ་ནི་འདི་དགོས་ཀྱི་ཨ་ནི། ཡོད་ན། ཨ་ནི་ག་རེ་རེད་ཟེར་ན་རང་ངོས་ནས་སྒྲུབ་པ་རྩིས་པའི་འཛིན་པས་དངོས་སུ་དྲངས་པས་ཨ་རང་སྐྱ་ཐུབ་པའི་རྫས་ཡོད་དུ་སྒྲུབ་པ་རྩིས་པའི་འཛིན་པ་ཡོད་རེད་ཡོད་མ་རེད་གཅིག་བྱས། གཅིག་ཨ་ནི་ཉོན་མོངས་འདི་ག་རེ་ཟེར་ན་ཨ་ནི། ཁོ་སྤངས་པར་བྱེད་པ་ལ་རྟ་དངོས་འགྱུར་བ་སྤངས་པར་བྱེད་པ་ལ་ཨ་ནི་ཁོ་དངོས་སུ་དྲངས་རྗེས་དེ་ལ་ཡ་སྐྱོན་མཐོང་དགོས་ཀྱི་རེད་པས། འོང་འདི་འདྲས་ཅིག་ཞུ་ཡ་ཡིན་ཨ་ནི་འདི་ལ་འབྲེལ་ནས་དཔེ་ཅན་རྒན་གྱི་དཀའ་ལས་ནང་ལོག་ཡང་སྐྱོར་ཡོད་ཡང་རེད་བྱ་འདི་མང་པོ་ཞིག་འདུག་རྒན་པ་འདི་ངའི་དཀའ་ལས་དང་པོ་འདི་ཡིན་རྒན། ལགས་སོ། ལགས་སོ། ད། ད་ནི་ངས། ལུས་འདི་གི་ཐུན་མོང་མ་ཡིན་པའི་གི་ཉིན་མོ་དེ་ལ། དེས་ན་དེ་ཞོག་ཟེར་ན་ཨ་ནི་རུ་ཅི་མེད་པར། རྟོགས་པའི་གི་ལང་ལ་མ་གཏིགས་པ། བསྙེན་པ་གཉིས་ནས་ཤེས་པའི་ལང་ཚོ་བསྒོམས་པས་སྙན་བརྗེ་རྩོག་ཡོད་སྤོང་མི་ནུས་པའི་གི་ཉིན་མོ་དེ། ལུས་འདི་ཐུན་མོང་མ་ཡིན་པའི་ཉིན་མོ་གི་དེས་ན་དེ་དེ་རེད་ད་ཚེས་ན་དེ། ཡིན་ན་ཡང་ད་ང་ཚོ་ལུས་འདི་ཐུན་མོང་མ་བའི་ཉིན་མོ་འགྲོ་སྟངས་ན་དེ་ག་འདྲའི་ཆོ་གས་རེད་ཟེར་ན། དེ་ལྟ། སྒོ་ཟོག་རུ་སྐྱ་དེ་པའི་རྫས་དེ་གྲིབ་པ་འཛིན་པའི་འཛིན་པའི་གིང་གཉིས་སུ་གྲོངས་པ་མ་ཡིན་པ་ཁྱེད། སྒོ་ཟོག་རུ་སྐྱ་དེ་རུང་ཚིག་གཉིས་གྲིབ་པ་འཛིན་པའི་གིང་འཛིན་པའི་གིང་གཉིས་སུ་གྲོངས་པའི་གིང་དེ་ནི་ཆོ་གསུང་ཉིན་མོ་བ་དེ་ཚོ་དྲིས་ཏེ་ཨ་ནི་ལུས་འདི་ཐུན་མོང་མ་བའི་ཉིན་མོ་རེད་ཟེར་ཞུ་བ་ཡིན་ཙང་ད་གེ་གི་ད་ལྟ་གསུང་ཡ་དེ་ལ། སྒོ་ཟོག་རུ་སྐྱ་དེ་པའི་རྫས་དེ་གྲིབ་པ་འཛིན་པའི་འཛིན་པ་ལ་སྒོ་ཟོག་རུང་གི་ཚིག་གྲིབ་པ་འཛིན་པའི་འཛིན་པའི་གཉིས་སུ་གྲོངས་པ་ཞེས་ཡ་རེད་བས་ཟེར་ནས་དེ་རྩ་བ་ཉིད་ནས་མ་རེད་སྒོ་ཟོག་རུ་སྐྱ་དེ་པའི་རྫས་དེ་གྲིབ་པ་འཛིན་པའི་འཛིན་པ་དང

ད་ཡིན་ན་ཡང་དེ་ལུས་འདི་གི་ཐུན་མོང་མ་བའི་ཉིན་མོ་ཆོག་གི་རེད་པས་ཟེར་ན་ཆོག་ཡ་མ་རེད། མི་ཆོག་པའི་རྒྱུ་མཚན་ག་རེད་ཟེར་ན། ལུས་འདི་གི་ཐུན་མོང་མ་བའི་ཉིན་མོ་དེ་ལ་གོང་སོག་རུ་སྐྱ་ཐིག་པའི་རྫས་དེ་གྲུབ་པ་འཛིན་པའི་འཛིན་པའི་གི་མ་བཀྲུང་བ། དེ་གི་དེ་ལ་མ་བརྟེན་པའི་གོང་སོག་རུང་གི་ཚེའི་གྲུབ་པ་འཛིན་པའི་འཛིན་པའི་གཉིས་སུ་བཀྲུང་བའི་ཉིན་མོ་ཞིག་ཡོག་གི་གི་རེད། འོ་ད་དེ་རེད། མེད་འདི་ལྟར་གསུངས་འདུག་ཟིན་ལ་ངག་གི་རར་འཕྲོ་ཟེར་མཁན། ཡིན་ན་རྒན་གི་ངས་བཤད་ན་རང་རྐྱ་འདུལ་བའི་རྫས་ཡོད་དུས་གྲུབ་པ་འཛིན་པའི་འཛིན་པ་དེ་ལ་རང་ངོ་ནས་གྲུབ་པ་འཛིན་པའི་འཛིན་པའི་དངོས་སུ་བགྲང་ཡག་མེད་པའི་རྒྱུ་མཚན་ཡག་པོ་བཤད་དགེན།

དྲི་བ་གནང་མཁན་ཡང་མ་དྲན་ཞིང་ལ་དྲི་བ་ཅིག་ཞུ་ཆོག་གི་ཡང་འདི་འདི་ལ། རྒན་གྱིས་འདིའི་ནང་ལོ་ལ་འདི་འདྲ་ཞིག་འདུག་ཨ། འདི་འཛིན་དང་ཆགས་པའི་ཞེན་དོན་ཁས་ལེན་ན་དེ་ལ་སྟངས་འཛིན་གྱི་ཞེན་དོན་ཁས་ལེན་དགོས་པ་དང་དེ་དང་གང་ཟག་རང་རྐྱ་འདུས་པའི་རྫས་ཡོད་ཀྱི་བློ་ཡི་ཞེན་དོན་ཁས་ལེན་དགོས་པ་སོགས་མི་མཛེས་པ་དུ་མ་ཞིག་ཁས་ལེན་དགོས་པའི་འགྱེན་པ་དུ་མར་གྱུར་བས་ལུགས་དང་པོ་ཁས་མི་ལེན་ལ་རིགས་ཤེས་འཆི་མེད་ཞེས་སུ་བགྲང་ངོ།
དེ་ཡིན་དུས་རྒན་གྱིས། འདི་འཛིན་དང་མཚུངས་ལྡན་གྱི་འདོད་ཆགས་མེད་པ་འདྲ་ཅིག་གསུང་གི་འདུག་ཨ། ད་ག་རུ་རེད། འདི་འདི་ཡིན་དུས།
ད་བདེན་འཛིན་གྱི་མཚུངས་ལྡན་སུ་ཡང་འདོད་ཆགས་ཡོད་པ་དེ་ད་ང་རང་ཚོ་རྗེ་བདག་ཉིད་ཆེན་པོས། མར་ད་བདེན་འཛིན་དུ་ཚུལ་ལྡན་ཟེར་ན་བདེན་འཛིན་དུ་ཚུལ་ལྡན་སྣང་བ་ལྔ་ཚུལ་གྱི་འདས་ཆོག་ཡ་མར་ད། ད་བདེན་འཛིན་ངོ་བོ་བརྒྱུད་པའི་འདོད་ཆགས། རེད་བ། བདེན་འཛིན་ངོ་བོ་བརྒྱུད་པའི་འདོད་ཆགས་ཡོད་པ་དེ་རྗེ་བདག་ཉིད་ཆེན་པོས། དབུ་མ་དགོངས་པ་ར་བཟེར་གྱི་ནགས་ལོག་ལ་ཐོག་མཐའ་བར་གསུམ་དུ་མང་པོ་བྱོན་ཡོང་བསྡད་ཀྱི་འདུག་བ། ཨ་ནི་རྒན་གྱི་དོན་ཚོ་ལུང་དོན་དག་ག་འདྲས་བཤད་གི་ཡོད་དཔེ་ན་ང་རང་ཚོ་འདིར་གདའ་འོ་མ་གོང་པ་ར་ཟེ་ཨ་འདྲ་འདི་སེམས་ཀྱི་དང་པོའི་ཁ་ཐུག་དེ་ལ་འདྲེས་པ་ནས་ཤེས་པའི་རྩོད་སྤང་དང་འདྲེས་པ་ནས་མ་ཤེས་པའི་རྩོད་སྤང་ཟེར་ཡ་གཉིས་ཀྱི་ཁ་ཐུག་གི་འདྲེས་པ་ནས་མ་ཤེས་པའི་རྩོད་སྤང་ཁ་ཐུག་དེ་ལ་ག་འདྲས་ཅིག་ཡོད་རེད་ཟེར་བ་ཡིན་ན་འདི་འདྲས་ཅིག་གསུང་གི་ཡོད་རེད་ཨང། དེས་ན་འདི་ནི་ཆོས་ཀྱི་དབྱིངས་ཉིད་འཕགས་པའི་ཆོས་རྣམས་ཀྱི་རྒྱུ་ཡིན་པ་རྒྱུ་ཡིན་པའི་ཕྱིར་རོ་དེས་ན་རང་བཞིན་དུ་གནས་པའི་རིགས། སྒྲུབ་པའི་རྟེན་ཡིན་ནོ་ཞེས་སྟོན་པར་བྱེད་དོ། ཞེས་དངོས་པོ་དང་དེའི་མཚན་མ་ལ་བདེན་པར་ཞེན་པའི་ཆགས་པས་བཟུང་བ་ལྟར་ཡོད་པ་མིན་པའི་བདེན་སྟོང་ལ་བཤད་དོ། དེ་ཡིན་དུས་དངོས་པོ་དང་དེའི་མཚན་མ་ལ་མངོན་པར་ཞེན་པའི་བདེན་པར་ཞེན་པའི་ཆགས་པ་སེམས་འདོད་ཆགས་བཞག་ཏུ་བ་འདི་འཛིན་ངོར་གྱུར་པའི་འདོད་ཆགས་གཅིག་ཅིང། ད་འདི་ནང་བཞིན་གྱི་ཨ་ལས་ཞུ་བ། ཨ་ད་མི་གའི། འདིའི་ཁ་དུག་ལ་མདང་དགོང་ཁ་དུག་འདི་ལ་འདི་འདྲའི་ཅིག་ཡོང་གི་འདུག། གར་ས་གོ་རེ། རྩ་བ་བྱེད་པ་ཡིན་ན་གང་ཅི་བྱེད་པོ་མེད་ཅིང་ལས་མེད་པ་དེ་ཅིས་བདག་གིས། དེ་ཅིས་བདག་གིས་བདག་མེད་པར་ཡོད་མེད་དེ་ཅིས་བདག་དང་བདག་གིས་སྟོང་ལྟ་ཞིང་རྣལ་འབྱོར་པ་དེ་རྣམ་པར་གྲོལ་མེད་རྒྱུ་གཟིགས་ས་གི་དེའི་རྒྱུ་གི་རྩ་བ་དེའི་ཁ་དུ་དེ་ལ། གཟུགས་ལ་སོགས་པ་རང་བཞིན་གྱིས་གྲུབ་པ། མ་དམིགས་པ་ན་གཟུགས་ལ་སོགས་པ་རང་བཞིན་གྱིས་གྲུབ་པར་རྟོགས་པའི་ཆགས་སོགས་ཀྱི་ཉོན་མོངས་རྣམས་ཟད་པར་འགྱུར་བས། ཉན་རང་རྣམས་ཡང་ཉན་རང་རྣམས་ཡང་སྲིད་ལེན་པ་མེད་པ་མྱ་ངན་ལས་འདའ་ལ། དེ་ཡིན་དུས་གཟུགས་ལ་སོགས་པ་རང་བཞིན་གྱིས་མ་གྲུབ་པ་རང་བཞིན་གྱིས་གྲུབ་པར་དམིགས་པའི་གཟུགས་ལ་སོགས་པའི་རང་བཞིན་གྱིས་གྲུབ་པར་རྟོག་པའི་ཆགས་སོ། དེ་ཡིན་དུས་འདོད་ཆགས་ངོར་གྱུར་པའི་དེ་གར་ས་དེ་འཛིན་ཡིན་མཁན་གྱི་འདོད་ཆགས་དེ་འདྲའི་སྤྱིའི་དོན་བསྟན་གྱི་འདུག།

ཨ་ནི། ལུས་འདི་གི་ཐུན་མོང་མ་ཡིན་པའི་མཆོག་གཟུགས་ཉོན་མོངས་པ་དག་འདས་ཆོག་ཏུ་སོ་བྲལ་ཏེ། ཐུན་མོང་མ་ཡིན་པའི་གང་ཟག་དག་བདེན་ཚིག་མ་ཡིན་པའི་གི་ཐོག་ནས་ཨ་ནི་སྲོག་ལམ་རྟོགས་ས་མང་པོ་ཞིག་འདུས་འོས་ཡིན་ན་ཡང། སོ་སོ་གི་སྲོག་ལུས་རྟོགས་ཐོག་དེ་ད་ལྟ་རྗེ་རྒྱ་བོད་ཀྱི་འགྲེལ་པ་དེ་མ་རྗེ་ཙོང་ཁ་བོད་ཀྱི་འགྱུར་པའི་ཏྲི་ཆུ་ནང་ལ་མ་དགོངས་པ་གཏན་ལ་ཕབ་ཡོང་དེ་ལ་ཨ་ནི་གཙོ་བོ་དེ་གཏུམ་མོའི་བདེན་ཚིག་དེ་དེའི་གི་མཆོག་གཟུགས་གི་བོད་ཀྱི་གྲོང་ཁྱེར་གྱི་རྒྱུད་ཀྱི་ཐོག་ནས་མ་གཙོ་བོ་གཏན་ལ་ཕབ་ནས་བཤད་བྱུང་དུས་མ་གཏོགས་དེ་དུ་ཚུལ་ལྡན་རེད་ཟེར་ནས་ཚུལ་ལྡན་རྣམ་པ་ལྔ་ཚུལ་དུ་ལྡན་ཚིག་གི་ངོ་བོ་གཅིག་པའི་གི་ཕྱོགས་སྲུང་ཞིག་སྦྱོར་བ་དེ་རྩ་བ་ཉིད་ནས་གསལ་བོ་ཡང་མ་རེད། གསལ་བོ་མེད་པ་ཡོད་ན་རྒན་ཁྱེད་རང་གི་འདི་ནཱ་ལོ་ལ་ད་ལྟ་བཀོད་བཞིན་བཞི་བརྒྱ་པའི་དར་སྒྲིག་འགྲོ་བ་ཨ་ནི་ག་རེ་རེད་ཟེར་ན། འཛིན་གར་ས་འདི་ད་གི་འདི་ལྟ་ཉལ་ལུང་འདི་ཡང་འབར་འབར་བྱེད།

ཨ་ནི། འདི་འབྲིང་དང་འབྲེལ་དང་འདི་འབྲིང། ཕྱོགས་སྟོང་གཉིས་དེ་ཁའི་ལུས་འདི་ཐུན་མོང་མ་ཡིན་པའི་ཕྱོགས་སྟོང་གཉིས་ཁའི་གདན་འདྲི་འཛི་ག་རེད་ཟེར་ནས་སེའུ་མོ་འདི་བ། འབྲིང་དང་འབྲེལ་དང་ག་རེ་ཡིན། གདན་འཛི་འདྲི་ག་རེད་འཛི་དང་འབྲེལ་བ་རེད་ཟེར་དེ་ག་རེ་གསུང་གི་རེད་ཟེར་ན། ད་ལྟ་ལུས་འདི་ཐུན་མོང་མ་ཡིན་པའི་ཕྱོགས་སྟོང་གཉིས་ཀའི་གྲུ་ཆད་ཀྱི་ཚི་མི་ཡི་གེ་གི་རྣག་ཐུག་ཞེས་ར་བ།

རེད། བཞི་བརྒྱ་པའི་འགྲོ་བ་དང་ལ་ཨ་ནི་ག་རེ། ཕྱག་སོར་ནི་གཏི་མུག་གི་ལྟ་བུའི་དངོས་པོའི་རང་བཞིན་ཁོ་ན་ལ་ཟེར་རྒྱུ་རེད། འོ་དེ་ལས་འགྲོ་བ་བརྒྱ་དགོས་རེད། དེ་བརྒྱབ་དུས་ཨེ་ནི་དེ་གིས་ཨེ་ནི། ཨེ་ནི། གར་ཆག། གཏི་མུག་གི་ལྟ་བུའི་བདེ་འགྲོ་ཁོ་ན་ཕྱག་སོར་གྱི་དམིགས་པ་སྟོན་པ་མིན་ཟེར་དུས་ད་ཅིག་སྟོན་སྟོན་གི་རེད་དེ་དམིགས་པ་སྟོན་གི་མ་རེད་དེ་གསུང་དགོས་རེད། ཨོ་ད་དེ་ག་ལ་དགོས་ད། ད་དེ་ད་ག་རུ་རེ་བ་དགེ། ད་དེ་ཏོ་ལེ་ལ་འོ་རེ། དེ་ཆགས་སོགས་ཀྱི་ཡུལ་ཡིན་པ་སྟོན་དགོས་རེ་བ། རེད་དེ་དམིགས་པ་སྟོན་པ་མ་རེད་ཨོ་དེ་སོང་གོ་རེ་བ། རེད། ཨོ་ཡ་ད་དེ་ག་རང་གི་ད་ག་ལ་དགོས་དམིགས་པ་སྟོན་པ་མ་རེད་ཡུལ་སྟོན་པ་རེད་ཟེར་དུས་ད་འཛིན་སྟངས་མ་གཏོགས་འགྲོ་ས་མི་འདུག་ཨ། ཨོ་དེ་གཅིག་ཤི་རེ་བ། མ་རེད་ད་ག་ནའི་དེ་སྐོ་དེ་སྐོ་ཨ་ད་རྒན་ཁྱེད་རང་གི་དེ་རྒྱ་བ་དགེ་འདུན་རྒྱ་མཚོ་གི་གཞུང་གཅིག་དྲངས་ཤག་དེ་འོ་དེ་ནི་གཞུང་དེ་ན་ག་རེ་ཨོ་ཚེ་འདོད་ཆགས་དང། འདོད་ཆགས་དང་ཞེ་སྡང་ལ་སོགས་པ་དུག་གསུམ་ཞེས་ནི། ད་ཏི་གིས་ནི་ལྗགས་ཀྱི་ནི་ནི་གཞུང་གི་མ་ཨ་མཐར་ཨ་སྡོམ་བརྒྱའོ་འདུས་ཏེ་རོ། གཏི་མུག་གཉིས་ལས་ཐ་མི་དད་པ་དེས་གོང་དུ་འདོད་ཆགས་ཞེ་སྡང་དུ་དེ་རོ། དམིགས་རྣམ་མཚུངས་པར་འཇུག་པས་རབ་ཏུ་སྐྱེ་བར་འགྱུར་ཞིང།

སྤྱོད་འཇུག་སྤྱོད་འཇུག་སྤྱོད་འཇུག་ཕལ་ཆེར་བསྟན་ས་སྤྱོད་འཇུག་འབྲི་བ་དེ་བཤད་ཨ་ད་ག་ན་བཞེད་ནི་བཀའ་འདྲི་ཡོད་རག་པའི་རྩ་ཤེ་ཁ་འདྲི་དེ་ཚོ་ནང་གར་འདྲི་ཤེས་རྒྱ་བར་ད་དེ་ལས་ལུང་དུ་བྱ་ཐུབ་གི་རེད་པས་ད་དེར། རེད་ངས་མཐོང་སོང་གོ་ཞུ་ངས་ལ་ད་ཚ་དེ་ལས་ཡིན་དེར་གར་བྱེད་གི་ད་དེ་དེ་དེ་གར་བྱེད་གི། ལུས་དེ་ཐུན་མོང་མ་ཡིན་པའི་གི་ད་ཁྱོ་སོ་དེ་ལ་ཨ་ནི་བདེན་རྩི་ཡིན་དགོས་ཟེར་ངའི་ལུང་མང་པོ་འདུག།

རྒན་གྲོ་ལོད་ཤུར་ཤུར་བ་རྒན་གྱིས་འདི་རེ་བཞག་ཨ་ནི་གསུང་ཤོད་ནག་ལོ་ལ་ཁྱེར་བ་ཡིན་ན་ནང་པའི་སྒོ་ནས་མི་འཇུག་པར་འདྲེན་བཤད་དགུ་ཡི་སྒོ་ནས་རྒྱུ་ཡི་སྒོ་ནས་བཞག་པ་ཆེས་གསལ་ཞིང་བདེན་གསུང་ཡིག་ཆ་དག་ལས་ཀྱང་ཀུན་འབྱུང་ལ་ཕྲ་རགས་འབྱེད་པའི་ཚེ་འདྲེན་བཤད་རྒྱུ་ཡི་སྒོ་ནས་ཤོད་བ་ཙམ་ལས་བདེན་ཚིག་ནང་པའི་སྒོ་ནས་བཞག་པ་གཏན་ནས་མེད་པའི་ཕྱིར་གསུང་བཞག་མཁན་གྱི་ཇི་ལྟར་རྒན་གྱིས་བདེན་གསུང་ཡིག་ཆ་དག་ལས་ཀུན་འབྱུང་ལ་ཡང་ཐ་རངས་བྱས་པ་དེ་མགྲིན་གཅིག་རྒྱུད་ཡི་གུ་ནས་བཞག་པ་རེད་གསུངས་ཡོང་དུས་དཔེར་ན་པེ་ཅི་སི་ནང་དྲ་བས་ཀྱི་ཡིག་ཆ་ཅེས་པ་ཡེ་ནས་སྤྱི་མཐུན་ནང་ལོགས་ལ། ད་འགོག་ལངས་གཉིས་ཀྱི་རྣམ་པ་དེ་བཞག་སྟངས་སྤྱི་པ་ཡིག་ཆ་ཚང་མ་སྤྱི་པར་འགྲོ་གི་འདུག་བ་ད་སྡུག་རྒུ་གཉིས་ཀྱི་རྣམ་པ་ལ་བཞག་འོང་དུས་སྡུག་རྒུ་གཉིས་ཀྱི་རྣམ་པ་ལ་ཡང་བདེན་པར་མེད་པའི་ཁྱད་པར་དུ་བྱས་ནས་བཞག་དགོས་སོ་ཟེར་ནས་ད་ཡིག་ཆ་གི་གསུང་ཁ་གསལ་ཞིག་དུས་ཡོད་རེད། ཁྱོད་ལ་དེ་ཡིན་དུས་དྲིན་ཤེས་རྒྱུ་ཡི་སྒོ་ནས་བཞག་གི་མ་རེད། བདེན་པ་མེད་པའི་ཁྱད་པར་དུ་བྱས་པའི་སྒོ་ནས་བཞག་དགོས་རེད་ཟེར་ནས་བསིལ་བོ་ཡོད་རེད། ད་ཡང་འདི་ན་རྒན་གྱིས་ད་དྲི་བ་ཞུ་ཡ་ག་ཡིན་ཟེར་དུས། རྒན་གྱིས་ད་ང་དྲི་བ་ཞུ་ཡ་དེ་ཡིན་ད། མི་མེད་དང་པོ། ད་དྲི་བ་ཞི་འདི་ཡོད། དྲི་བ་དངོས་གནས་དེ་ག་རེད་ཟེར་དུས་རྒན་གྱིས་སྡུག་ཀུན་ཕྲ་རགས་བཞག་ཡོང་དུས་ག་ལ་ཡ། གང་ཟག་རང་རྐྱ་བཏོད་པའི་རྫས་ཡོད་གྲུབ་པ་འཛིན་པའི་འཛིན་པ་ལ་མ་ལྟོས་པར་གང་ཟག་རང་ངོས་ནས་གྲུབ་པ་འཛིན་པའི་འཛིན་པའི་དབང་གིས་ལས་བསགས། ལས་ས་ནི་ལས་དང་ཉུལ་མོ་དེའི་དབང་གིས་བྱུང་བའི་སྣང་མི་རྟག་སྡུག་བསྔལ་གྱི་ཕུང་པོ་དེ་ལ་ཡང་ཕུང་པོ་དེ་ལས་སྡུག་བསྔལ་བདེན་པ་ཕྲ་མོ་ལ་བཞག། ད་དེ་ལགས་པ་ཡིན་ན་སྡུག་བསྔལ་བདེན་པ་ཕྲ་མོ་དེ་འདྲའི་ཅི་ལས་རྒྱུ་ཡི་འབྲིང་བཅས་ཐུག་ནས་བཞག་པ་ཡིན་ན་དེ་འདྲའི་གིས་རང་ངོས་ནས་གྲུབ་པ་འཛིན་མི་འཛིན་པ་དང་ལས་དེ་གཉིས་ཀྱིས་གཞན་དབང་དུ་སྤྱོད་པའི་ཕུང་པོ་ད་ལྟ་ང་གཏན་བྲིས་ཚར་གྱི་བཏུབ་པའི་མི་ཡི་ཕུང་པོ་ལ་བཞག་པ་ཡིན་ན་ཕུང་པོ་འགའ་བཞག་དགོས་རུང་བ། ཕུང་པོ་འགའ་བཞག་དགོས་ན་གཟུགས་ཀྱི་ཕུང་པོ་ཡོད་རུང་བ། གཟུགས་ཀྱི་ཕུང་པོ་ཡོད་ན་དེ་འདྲའི་གཟུགས་ཀྱི་ཕུང་པོ་དེ་ལ་རྐང་པ་ལག་པ་ཡོད་སྲིད་དགོས་ཇི་དགར་བ། དེ་འདྲ་ཡི་སྐབས་གཟུགས་ཀྱི་ཕུང་པོ་ངོ་བོ་བརྗོད་པའི་རྐང་པ་ལག་པ་འདི་ཚེ་སྡུག་གི་བདེན་པ་ཕྲ་མོ་བཞག་ཐུགས་དགོངས་པ་རང་དབང་ཤིག་གི་བཅུད་ཡོད་རུ་བ། འོ་བདེ་སྐྱིད་ཞུ་ཡ་ཡིན། ཨ་ལས། ན་ཟུག་ཨོ།
ད་དོན་དག་སྙིང་བསྡུས་འདི་ཁོ་རང་གིས་ནི། ལག་པ་དང་རྐང་པ་འདི་ཚོ་གཟུགས་ཀྱི་ཕུང་པོ་སྐར་ཆ་སྡུག་བདེན་ཕྲ་མོ་རེད་བའི་རགས་པ་རེད་ཟེར་ད་འདི་རེད་འདི་ཟེར་བཤད་ནའང་འགྲིག་གི་འདུག། ལ་སོགས་དེ་འཇིག་ཡེ་རེད་དཔེར་ན་ང་ཚོ་འདུས་སྡེ་ལ་ཕྲ་རོ་གཉིས་ཆེ་དེ་ལ་གཙོ་བོ་ཕི་གེ་ད་ལྟ་གར་ས་གོ་ཟོ་རུང་གི་ཚེ་ཡི་གྲགས་པ་འཛིན་པའི་འཛིན་པ་དང་དེའི་དྲུང་བའི་གི་ལས་དེ་གཉིས་ཀྱི་དབང་གིས་ཞུ་བའི་གི་འདུས་སྡེ་ཡིན་ཟེར་ནས་དེ་གི་འདུས་པའི་ཆ་ནས་བཞག་གི་རེད་འདུས་པའི་གི་ཆ་ནས་ཕི་གེ་རྟོགས་དེ་ལ་རྟོགས་དཀའ་བའི་ཆ་ནས་ཁོ་ཕྲ་མོ་ཟེར་ནས་བཞག་ཡོང་གི་རེད་མ་གཏོགས་དེའི་ཕུང་པོའི་གི་དེ་ནི་འབྲས་བུ་ཅིག་ངེས་འཛིན་བཟོ་ནས་འབྲས་བུ་ཁུ་རུ་གཉིས་ཀ་ཕྲ་ཡོད་རོ་ག་རེ་རེད་རེད་ཟེར་སྐད་ཆ་དེ་མ་རེད། དགེ་བཤེས་ལགས་ཁྱེད་རང་གི་ད་ལྟ་གོ་ས་དེ་ན་འདུག་སྡེ་རགས་པ་ཅིག་དང་ཕྲ་མོ་ཅིག་གཉིས་ཀ་ཡོད་རེད། ལ། གལ་ཆེན་ལ་ཁྱོད་རང་ད་ལྟ་བཞུགས་ས་ཡོད་དགོས་ས་དེ་ན་སྡུག་བདེན་ཕྲ་མོ་གཅིག་དང་སྡུག་བདེན་རགས་པ་གཅིག་གཉིས་ཀ་ཡོད་རེད་བས་སྲིད་གི། སོ་སོ་གི་ལུས་དེ་ལ་སྲིད་གི་རེད། ད་ལྟ་ང་ཚོས་ད་སྡུག་བདེན་བརྗོད་རེད་བ། སྡུག་བདེན་གི་ལུས་ཞེས་རེད་བ།
དེ་ལ་ཕྲ་རགས་གཉིས་ཡོད་དེ་ཡིན། མེད་མེད་འདི་ད་ག་རང་ཡོད་ས་དེ་ན་སྡུག་བདེན་ཕྲ་མོ་གཅིག་དང་རགས་པ་གཅིག་གཉིས་ཀ་ཡོད་རེད་བས་སྲིད། སྡུག་བདེན་ཕྲ་མོ་ཞིག་ཡོད་རེད་སྡུག་བདེན་རགས་པ་ཞིག་ཡོད་རེད། ཕྲ་མོ་དེ་ང་ཚོས་མིག་གིས་མཐོང་དགོས་ཡ་མ་རེད་བ། མཐོང་གི་མ་རེད། རགས་པ་དེ་མཐོང་གི་ཡོད་རེད་བ། རེད། ད་ལྟ་ཕྲ་མོ་དེ་ཆེ་ཆུང་ག་ཚོད་ཡོད་རེད།

དཔེར་ན། དང་གིས་ངན་ལ་བལྟས་ཀྱི། ཟ་ལན་གོས་ལ་བཅགས་ནས་སེར་པོ་ཆགས་མ་སོང་བ་མ་དོར་བ། སྲིན་བཅས་དམ་པའི་རྣ་ལོག་གཟུགས་སོགས་རང་བཞིན་གྱི་སྤྲུལ་པ་གཞན་པའི་ཕྱག་ཟུང་ཟིན་ད་གཞན་པ་སྲིད་པའི་མཛུབ་བསྐོར་བ། རེད་ད་དེ་དུམ་བུ་དེར་སྲིད་ཨང། དེ་སྲིད་དེ་ཁ་སེར་བོ་སོགས་བསྐོར་འདུག་ཟེར། དགོངས་པ་ལན་སྟོང། ཨ་ནི་ཟླ་འགོག་ཁ་ཐུད་ག་རེ་ཡོད་རེད་ཟེར་ན་ཟླ་འགོག་ཁ་ཐུད་དེ་ལ། གཟུགས་སོགས་རང་བཞིན་གྱི་སྤྲུལ་པ་རྟོགས་པས་རྟོགས་ཟིན་ཏེ་དེ་ཡོང་རྒྱུའི་ས་མི་འཇུག་གི་རྟོགས་དེ་ར་ད། གཟུགས་སོགས་རང་བཞིན་གྱི་སྤྲོས་པ་རྟོགས་པས་ཆགས་སོ་ཟེར། བདག་གི་བ་རང་བཞིན་གྱི་སྤྲོས་པ་དགག་པའི་ཁ་དོག་དེ་ལ་རྗེ་བཙུན་ཁ་བ་ཆེན་པོའི་མགུར་མ་ར་བསྲེག་གི་ནང་ལ། གཟུགས་སོགས་ཀྱི་ཕྱི་རང་བཞིན་གྱི་སྤྲོས་པ་རྟོགས་པས་ཆགས་སོ་ཟེར། བདག་གི་བ་རང་བཞིན་གྱི་སྤྲོས་པ་དགག་པའི་ཁ་དོད་དེ་ལ། རྟོགས་ཟེར་ཏེ། ཡུན་རྒྱུད་སམ་ཡུན་འཇོག་གི་རྟོགས་དེ་ར་ད། རེད་རེད་རེད་ད་དེ་ནས་ངོ་བོ་འདོད་ཅེས། ད་ད་སེང་ཡང་སེང་ཡང་སེང་ཡང། དྲོ་བ་དེ་སེར་པོ་སོགས་ཀུན་དང་བསྟེན་འདུག་ཟེར། ཨ་ནི་ད་གེ་གེ་བསྟེན་ཚེ་ཤིང་བུ་གི་གསོན་ཡང་འདི།

ད་གཞུང་ཚིག་ལས་པ་རྟགས་ལའང་ཡིན་གསལ་བོ་གཙང་ལས་ཆགས་ཐོགས་མི་འདུག་ཨ་ཚིག་ལས་གསལ་ཡིད་ད་ད་ང་ལ་དགེ་དེ་སེམས་མེད་པ་ཡིན་ཟེར་བཀའ་འགྲུལ་རྡོག་རྡོག་དེ་ག་རེ་ཞུ་ཡ་ཡོད་ཟེར་ན། ཐེན་ཇུས་རྒྱ་གཞུང་ཡིན་ན་འདྲ་ཐེན་ཇུས་རྒྱ་གཞུང་ཡིན་ན་འདྲ་རྗེ་བཙུན་ཁ་བ་ཆེན་པོ་ཡ་སི་སྲིན་གུས་གསུང་གི་ནང་ལ། འདོད་ཆགས་ཀྱི་ངོ་བོ་བྱས་པའི་ཁྱད་པར་དུ་གདུང་བ་ཡོད་མ་རེད་ཟེར་ཡ་དེ།

རྒན་རབས་ཡག་མ་རིན་ཆེན་ད་ལྟ་རྔོན་པ་ནས་བཤད་པའི་ཉོན་མོངས་དང་ལུགས་དེ་ཐུན་མོང་མ་ཡིན་པའི་ཉོན་མོངས་ཟེར་ནས་སྒྲ་གང་ཟག་རང་རྒྱུད་ཐོས་པའི་རྫས་ཡོད་ཀྱི་དྲངས་པའི་ཉོན་མོངས་དང། ཨ་ནི་རང་ངོ་ནས་འཁྲུལ་པའི་འཁྲུལ་པར་འཛིན་པའི་འཛིན་པ་ཕྲ་མོས་དྲངས་པའི་ཉོན་མོངས་ང་རང་ཚོའི་རྒྱུད་ལ་སོ་སོ་ནས་སྐྱེ་གི་ཡོད་པ་དེ་རྒྱན་གྱི་གདུགས་ཅན་དཔེ་ཅི་གོ་བ་གི་ཐོག་ནས་གསལ་པོ་ཅིག་གསུང་ཐུབ་ས་རེ་བས་སོ་དེ་ཅིག་དྲི་བ་ཞིག་ཞུ་ཡ་ཡིན།

ད་ཡིན་ན་ཡང་ད་ལྟ་ངས་ཉོན་མོངས་སྐྱེས་ཡོང་དུས་ལ་ད་ད་ནི་གལ་གི་སུ་ཡང་དེ་ལ་ཨ་ནི་ཅི་ག་རེ་ཟེར་གི་རེད། གོ་ཟོག་རང་གི་མཚན་ཉིད་ཕྲ་བ་འཛིན་པའི་འཛིན་པའི་གི་བག་དམིགས་པ་དེ་ལ་བག་གཉིས་སུ་གྲོངས་ནས་ཨ་ནི་ཁྱོ་སོགས་དེ་འདྲའི་གི་འབྲལ་གི་ཡོད་པ་དེ་དེ་འདྲའི་གི་སོ་སོ་གི་ཉོ་ཚོགས་ཐོག་ནས་དེ་འདྲའི་ཡོང་གི་འདུག་བས་ཟེར་གི་ཡོད་རེད་བ། དེ་ཡིན་དུས་ལ་བྱས་ཙང་ང་ཚོ་ལ་ཁྱོ་སོགས་ཉོན་མོངས་ག་འདྲས་ཞིག་བཤད་ན་ཡང། བུ་གི་ཅི་ཡིད་ཁོ་རང་གི་ངུས་ནས་ཚོད་ལ། སྔོན་མ་ལི་ལི་ཞིག་བོད་སྐད་ཅིག་ཡིག་གཏིང་ནས་ཚུར་ལས་ཡལ་བ་ན་ཞིག་ཐོན་ནས་ཁོ་བོད་སྐད་ཅིག་སོ་སོ་ལ་གྲོགས་པ་ཡིན་ན་འདྲ་ཞེ་གདོང་ཡིན་ན་འདྲ་དེ་འདྲ་ཞིག་ཤེས་གི་ཡོད་པ་དེ་སོ་སོ་མྱོང་བས་གྲག་གི་འདུག་བ། ཡིན་ན་ཡང་ད་དེ་དེ་འདྲ་ཞིག་ཤེས་ཡོང་དུས་ལ་ད་དེ་འདྲ་དངོས་གནས་དེ་གར་ཆགས་དེར་ཟེར་ན། རོང་རྒྱ་ད་ང་རོང་གི་ཚེ་འདྲེན་པ་འཛིན་པའི་འཛིན་པ་དེ་གི་ཕ། གཉིས་སུ་གཉེན་སྤྱོད་པ་དེ་འདྲ་ཞིག་གཉིས་སུ་ཕ། མི་ཕ་དེ་གི།

དེ་ཡིན་ན་ད་ནི་ཀླུ་འདི་ཐུན་མོང་མ་ཡིན་པའི་འདུས་བྱ་ཟད་དེ། སྐྱེ་མཆེད་རང་བཞིན་གྲུབ་པ་འཛིན་པའི་འཛིན་པའི་ཆ་ནས་བཞག་པ་མ་གཏོགས་རང་གི་སྨིན་སྣང་དེ་ལ་མངོན་པ་ནས་ཤེས་པའི་ཉོན་མོངས་དང་སྨིན་སྣང་གཅིག་པ་ཡིན་པ་ཡིན་ན། མངོན་པ་ནས་ཤེས་པའི་ཉོན་འདུས་བྱ་དེ་དང་བུམ་པ་ལ་དམིགས་པའི་མངོན་པ་ནས་ཤེས་པའི་འདུས་བྱ་དེ་དང་ཀླུ་འདི་ཐུན་མོང་མ་ཡིན་པའི་བུམ་པ་ལ་དམིགས་པའི་འདུས་བྱ་གཉིས་པོ་དེ་སྨིན་སྣང་གཅིག་པར་བས་འཛིན་སྟངས།

ལུས་འདི་ཐུན་མོང་མ་ཡིན་པའི་གི་ཉོན་མོངས་བདེ་མཆོག་དེ་དོ། ནི་དེ་གཉིས་ཀ་བདེན་འཛིན་མ་ཡིན་པ་གཅིག་པ་ཡིན་ན། བདེན་འཛིན་མ་ཡིན་པ་གཅིག་པ་ཡིན་ནོ་འདི་དག་གཅིག་པ་ཆགས་འགྲོ་གི་འདུག། བདེན་པ་གཉིས་ནི་ཤེས་པའི་གི་བདེ་མཆོག་དེ་གི་བར་ངན་ཅིག་ཏུ་བར་བཀག་དེ་ལ། ནི་ཐུན་མོང་མ་ཡིན་པའི་ཉོན་མོངས་བདེ་མཆོག་དེ་བཀག་ཐུག་གི་རེད། རྩ་བ་གཉིས་ནི་བཀག་ཐུག་གི་མ་རེད་བ། བཀག་ཐུག་བཀག་ཐུག་དང་ག་རེ་བྱེད་ཚུལ་ནི་འདི་དག་གཅིག་པ་ཆགས་འགྲོ་གི་འདུག་འདི་དག་ཞི་ཡུལ། བདེ་མཆོག་གཉིས་དེ།
རོ་ཡིད་ལ་ཡིད་དུ་འོང་བ་དེ་འདྲའི་གི་བའི་སྒྲོ་རྟོག་པ་ཟེར་ན་འདྲ་ཡིད་དུ་འོང་བ་བདེ་བའི་རྣམ་པ་ཅན་པ་ཙམ་དུ་མཚོན་པ་རེད། ཡིན་ན་ཡང།

ལ་སོགས་དགེ་བཤེས་གཉེན་ཆེན་པོ་ལ་བཀྲ་ཤིས་བདེ་ལེགས་ཞུ་གཙང་ཤོག་དེ་ཧ་ཅང་ཞེ་དྲག་གི་སྦྱིག་པོ་དང་ཞེ་དྲག་ཡག་པོ་གནང་བཞག་ད་ང་ལ་དྲི་བ་གར་འདུག་ཟེར་ན་ད་ལྟ་དོན་གཅོད་ལུགས་ཞིག་ཆགས་བྱས་ན་བདེན་བཞི་ཕྲག་རག་སྐོར་ལས་འགན་ཏིག་ཚིག་ཅིག་གསུང་བཞག་དེ་འདྲའི་ཡིན་ཙང་ད་ད་ལྟ་འགན་གི་དེ་གསུང་བ་ནང་གི་བྱས་པ་ཡིན་ན་འདུས་བྱས་ཐམས་ཅད་ལ་ཕྲག་རག་གཉིས་གཉིས་འཇོག་ཐུག་གི་རེད་ཐུག་གི་མ་རེད་ཟེར་ཏེ་ཞུ་བ་ཡིན།